འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོ་ཡོངས་ལ་ཐོག་མར་འཚམས་འདྲི་ཕྲ་ཞིབ་བདེ་ལེགས་ཞུ་ཡག་དང་དེ་རིང་གི་སྙན་ཐུང་དེའི་ནང་དོན་གཙོ་བོ་གང་ཡིན་ཞུས་པ་ཡིན་ན་སངས་རྒྱས་སྨན་བླའི་གཟུངས་སྔགས་ཀྱི་ནང་དོན་འགྲེལ་བཤད་དང་འབྲེལ་བའི་སྙན་ཐུང་ཅིག་ཡིན་རྩ་བའི་རྣམ་པ་ཚོ་ཚང་མས་མཁྱེན་གསལ་ལྟར་འཛམ་གླིང་ཞི་བདེའི་དེད་དཔོན་ས་སྟེང་རྒྱལ་སྟོན་ཡང་ཚོགས་ཀྱི་མངའ་ཐང་སྤྱི་ནོར་བྷོལ་སྐྱབས་མགོན་ཆེན་པོ་མཆོག་རིང་མེད་ཀྱང་ཨ་རིའི་ཞབས་བུའི་སྨན་གཅིག་ཆེད་ཆིབས་བསྒྱུར་རྐྱང་ལྡན་དུ་འཁེལ་ཡོད་རེད་དེ་སོང་ཙང་ང་རང་ཚོའི་དང་བོད་པའི་སྤྱི་བོ་གནམ་བསྟན་ཡོངས་ཀྱིས་ཁོང་གི་སྨན་བཅོས་དེ་དག་ལམ་ལྷོང་ཡོང་བ་དང།

སོ་ཧ་ཟེར་གཞི་ཚུགས་ཅིང་གཞི་ཚུགས་ཤིང་ཟེར་ད་དོན་དག་སུ་བསྡོམས་ནས་ཞུས་པ་ཡིན་ན། སྨན་པའི་རྒྱལ་པོ་ཆེན་པོ་ཁྱོད་ཀྱིས་སྐུ་གསུང་ཐུགས་ཀྱི་བྱིན་རླབས་སྩོལ་བར་འགྱུར་གྱིས་ནང་དོན་འདི་འགྲེལ་གྱི་དུ་ཟེར་རེད། ནང་དོན་འདི་འགྲེལ་གྱི་མཁྱེན་པའི་སྟེང་ནས་དྲང་སྲོག་ཞུས་པ་ཡིན་ན་གང་དྲང་སྲོག་ཞུས་པ་དེ་རླབས་ཆེ་བ་ཅིག་དང་ཕན་ནུས་ཆེ་བ་ཅིག་གང་དག་གནད་དུ་སྨིན་པ་ཅིག་དུས་སུ་ཡོང་གི་ཡོད་རེད་ད། བཀའ་སྤྱི་བབས་པ་སངས་རྒྱས་སྨན་བླའི་གཟུངས་སྔགས་དྲང་སྲོག་ཞུས་པའི་སྐབས།

ཐོག་མའི་ཀུན་སློང་དེ་ཡག་པོ་ཅིག་མ་བྱུང་བས་ན་ཆོས་སུ་འགྲོ་དགོས་བ་མ་རེད་ཆོས་སུ་མ་འགྲོ་ན་དཀའ་ལས་རྒྱབ་པ་དེ་དོན་མེད་དུ་ཆགས་དགོས་རེད་ད་སངས་རྒྱས་སྨན་རའི་གཟུངས་སྔགས་གྲངས་སོགས་ཞུས་པའི་སྐབས་ཐོག་མར་མ་གའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པ་སངས་རྒྱས་གོ་འཕང་རམ་པ་ཅི་ཅི་ན་ཅ་ཐོབ་པར་བྱ་ཐོབ་པར་བྱེད་མཁན་དེའི་ཆེད་དུ་སངས་རྒྱས་སྨན་རའི་གཟུངས་སྔགས་གྲངས་སོགས་ཞུ་གིན་བསམ་པའི་བསམ་པ་བཟང་པོ་ཅིག་སྐྱེས་ན་དེ་འདྲའི་བསམ་པ་བཟང་པོ་ཅིག་གི་བརྩེ་སེམས་པའི་གཏིང་ནས།

དགེ་རྩ་འདི་རྫོགས་བྱང་སོགས་སུ་བང་ངོས་བཤད་པ་ཡིན་ན་རྫོགས་པའི་བྱང་ཆུབ་མ་ཐོབ་བར་དུ་དགེ་བའི་འབྲས་བུ་འདི་ལ་ཇི་ཙམ་ལོངས་སྤྱད་ན་ཟད་པ་ཡོད་མ་རེད། མདོ་རྫོགས་པར་བྱང་ཆུབ་ཐོབ་ནས་ཡང་དེ་བས་ཀྱང་ཟད་པ་ཡོད་མ་རེད་པ་ད་མདོ་གང་རེ་ནང་ལོགས་ཇི་ལྟར་རྒྱ་མཚོ་ཆེ་ན་ཆུ་ཐིགས་ལྷུང་རྒྱ་མཚོ་མ་སྐམ་བར་དུ་འདི་མི་ཟད། དེ་བཞིན་བྱང་ཆུབ་ཡོང་ངེས་དགེ་བ་ཡང་བྱང་ཆུབ་མ་ཐོབ་བར་དུ་འདི་མི་ཟད་གསུངས་དང་འདི་གསལ་བོ་ཞིག་བརྗེད་ཐུབ་ས་རེད་དེ་ཁོང་ཁྲོས་འཇོག་མ་བྱོས་སྐད་ཆ་དུ་བསམ་མ་རེད།

ཡོད་པའི་སྟེང་ནས་གང་དག་དྲང་སྲོང་ཞུ་བ་ཡིན་ན་ཕན་ནུས་ཆེ་བ་ཅི་དང་རླབས་ཆེ་བ་ཅི་ཡོད་རེད་འདི་སོང་ཙང་རྣམ་པ་སུས་སུས་འདི་གསན་པ་ཡིན་ན་ཕར་ཚུར་བརྒྱུད་སྐུར་མང་ཙམ་གནང་རོགས་གནང་ཆེ་ཆེ་ཞུ་ཡ་ཡིན་ཐུགས་རྗེ་ཆེ།